ཞི་བདེའི་མཁན་པོ་བཀའ་ཐང་དངོས་གྲུབ་བསོད་ནམས་ལགས།
པ་དེ་ཚོ་ཚོ་ཆོག་འཕྲལ་བདེ་ལེགས་འཁོར་འདས་འདྲེ་བའི་ཐོག་ནས། སྔ་རྗེས་གཅིག་དང་བྲོ་བ་གཅིག་ཡོད་ད་བྲོ་བ་མོ་པོ་དེ་རྗེས་མ་ངེད་ཚོ་དང་འདྲ་བ་ཡིན་དུས། སྔ་རྗེས་དང་ག་རུ་ཟེར་ན་དངོས་གནས་ཁ་ཞེ་གཉིས་མེད་ཀྱི་ཐོག་ནས་པ་དེ་སྲིད་གཞུང་གིས། དེ་ཚོ་བྲོ་བ་དང་དེ་ཚོ་ལས་གདོང་བླུགས་འོང་དེ་ཧ་ཅང་གི་ང་ཚོ་གིས་ཤེས་སོང་ཟེར་རོ་སྒྲ་དང་སྒྲོས་བཙོང་ཟེར་ནས་སྒྲ་དག་པོ། རླུང་སྟོང་དང་ཧ་ཅང་གི་གཙང་མ་ཧ་ཅང་འཇུག་པོ་ཡག་པོ་ཞུས་རླུང་གི་འདུག་དེ་ངེད་ནས་ཁ་ཆེ་གཉིས་མེད་ཞུས་དེ་འདྲི་བཤད་གི་འདུག་ངེད་ནས་བོད་དམག་དམུ་གི་སྲིད་གཞུང་ལི་ཡིན་སོགས་སོགས་འདྲ་བ་ཚ་བོ་ཚོང་ཚོང་བཤད་གི་འདུག་ངེད་ནས་ལ་ཡིན་ད་དཔེ་ཡག་པོ་བླུག་གི་འདུག་ཐུགས་རྗེ་ཆེ་ཞུས་ཡ་ཡིན། དྲི་བ་དེ་གར་སང་ཤུག་འབྲུག་སྲིན་སྐྱི་ཚོ་འདིའི་ནང་ལ་སྨན་རྩིས་ཁོག་ཁོག་དེ་རེད་ཅི་དང་ད་ནང། བཀའ་རྟགས་ཅན་གྱི་དྲི་བ་ཡང་གླེང་ཡོད་རེད་དོན་ཏན་ཏན་དེ་དགེ་ལན་གྱི་དེ་ལའང་ལན་གླེང་ཤག་ཡིན་ནའང་ད་ནང། ད་འདི་ནང་རིམ་པ་བལྟ་ཡོང་དུས་ཐོག་མ། བོད་ཀྱི་སྨན་རྩིས་ཁང་ཟེར་ནས་མཚན་གཅིག་དེ་ནི་བོད་ཀྱི། དང་པོ་བོད་ཀྱི་སྨན་རྩིས་ཁང་དེ་རྗེས་བོད་ཀྱི་སྨན་རྩིས་ཁང་དེ་ནི་སྨན་རྩིས་ཁང། འབྲོང་བན་སྨན་རྩིས་ཁང་ད་ད་འདི་ཆ་ནི་ད་འབྲོང་བན་བོད་ཀྱི་སྨན་རྩིས་ཁང་ཟེར་ནས་བོད་དེ་ཡག་བཅུ་ཡོད་གསུང་གི་འདུག་དེ་ང་རང་ཡིན་ན་དཔེ་དགའ་བོ་བྱུང་སྔོན་མ་ན་ནི་ད་དེ་འཚོ་བ་དེ་བཤད་མི་དགོས་བ་བྱས། ཡིན་ནའང་ད་རིས་འདི་བོད་ཞེས་པའི་ཚིག་དེ་ཡར་བཅུས་ཐོ་ཡོ་ཟེར་ནས་ཏོག་ཟུང་འདྲ་བོ་ཞིག་བསྒྲགས་སོང་ཡིན་ནའང་ད་ལྟའི་ཁྲིམས་དུ་ཐོན་ཡོད་མེད་སྐད་ཆ་བཤད་གི་ཡོད་ན་རྩ་ནས་ཁྲིམས་དུ་ཐོན་ཡོད་མ་རེད། ཡིན་ནའང་ད་ནོར་པ་དེ་སྲིད་གཞུང་གི་སྲུང་བ་ཅིག་དེ་ག་རེ་གསུངས་སོང་ན་ད་ལྟའི་འདྲིས་པ་བྱེད་གི་ཡིན་ད་ལྟའི་འགུག་རོ་འཇག་བྱ་གི་ཡིན་ཡོན་ཆ་འཕྲིན་ཆ་འཁུར་གི་མེད་ཟེར་གསུངས་སོང་ད་ལྟའི་མཚམས་མཚུངས་པ་དེ་སྲིད་གཞུང་གི་གྲོས་ཚོགས་དེ་ལ་ཞི་བའི་ཐོངས་སྤྲད་གི་ཡོད་དེ་ནི་སྤྱི་སྙོམས་གྲོང་བརྡལ་ཡིན་སྤྱི་སྙོམས་ཡིན་ཟེར་གི་འདུག་དེ་རྩ་ནས་སྤྱི་སྙོམས་ཆགས་གི་མི་འདུག་གྲོང་བརྡལ་ཆགས་གི་མི་འདུག་གང་ཡིན་ཟེར་ན་མ་དགོངས་པ་ལྔས་ནི་གླེང་སློང་མི་ཡོང་བའི་ཆེད་དུ་ད་ཕྱི་ཐང་འདི་གི་ཚོགས་འདུ་བདུན་པའི་ནང་ལོགས་ལ་འཕྲིན་ཆ་དེ་ཁུ་གཏོང་ན་ཡག་པོ་རེད་ང་ནགས་ས་རི་རྒྱ་ཤོག་བཙོང་མ་བྱེད་གི་ཡིན་དེ་ཁྲིད་གི་ན་མ་དགོངས་པར་རྙོག་དྲ་ཡོང་གི་མ་རེད་མ་གཏོགས་ད་ལྟའི་ཕྱི་ཐང་བང་རིམ་སྒོ་ནས་ཡག་བཅུ་འདི་ང་ཚོ་གྲོས་ཚོགས་ཚོགས་མ་ཐག་དེ་ནས་གནད་དོན་བྱུང་ཡོད་རེད་དེ་ཡིན་ན་ང་ཚོ་གི་འགྲོ་སོན་ལྔས་འདི་ཐོག་བཀའ་བྲོ་བཞི་ལ་ཞི་བ་ནོར་བཞི་ལས་ཀ་ལྔས་ལ་བྱས་བཀའ་བྲོ་བཞི་ལ་ཞི་བ་ཡིན་ན་ཁྲང་དུ་འགྲུལ་བྱེད་དེ་འགའ་རེད་སྤྱང་ཁྲི་རིན་པོ་ཆེ་དེ་འགའ་རེད། དེང་དུས་དང་དུས་འགའ་བ་ནོར་གྱི་མུ་མཐུད་ན་འགྲོ་ན་ཡག་པོ་མི་འདུག་ངས་མ་འོངས་པ་ཁུ་གུ་མེད་འདིང་གི་འདུག་བ་ཇི་གི་གསུངས་སོང་དེ་མ་གསུངས་ནས་མ་འོངས་པ། ཚུར་དོན་བདུན་པའི་གི་ནོར་ལོག་ལ་འཕྲིན་ཆ་འཁུར་ནས་དེ་ནི་བལ་གྱི། འབྲོམ་བལ་བལ་གྱི་སྨན་རྫུན་ཁུངས་སུ་འཕྲིན་ཆ་འཁུར་ལེ་ན། ཕ་ཆེ་ངེད་འདི་ཤི་མིག་འགྲོ་གཞི་རེད་སངས་སོ་དྲན་གི་འདུག་དེ་ཁུ་ཐོག་ན་ཡག་པོ་ཡོད་ས་རེད་མ་འོངས་པ་ཡང་ཆད་ལ་ཡང་རྙོག་དྲ་གླི་ལུང་ལུང་ཡང་མི་ཡོང་ཆར་ང་ཡང་ཡོང་སྲིད་ཡོང་སྲིད་བྲོ་བ་སྟུང་མི་དགོས་ཆགས་ས་རེད་ཤོད་ཡིན།